ད་བོ་དེ་རྒྱ་ནག་གི་ཁུངས་གཏོགས་ཡིན་པ་ནང་བཞིན་གྱི་བོད་པའི་ལོ་རྒྱུས་ལ་འཕྱོགས་རྒྱུག་བྱེད་པའི་གལ། དེ་ནས་གནས་ཚུལ་ཚབས་ཆེན་གྱི་སྤེལ་བ་དེ་ལ་ངོ་རྒོལ་དང། དེ་ལ་ངོ་རྒོལ་ཙམ་དུ་མ་ཟད་ད་ལྟའི་གནས་ཚུལ་དེ། སྤྱི་ཚོགས་དྲ་ལམ་ཁག་ལ་ཁྱབ་སྤེལ། མངགས་རྒྱུ། བཟོ་བདེ་ཉན་གྱི་བོད་པ་དེ་ཚོ་ལ་ཡང་ད་ངས་ངོ་རྒོལ་གྱི་བརྡ་ལན་ཅིག་གི་ཆེད་དུ་བརྙན་འདི་བཟོ་གི་ཡོད། དེ་ནས་ཉེ་ལམ་རྒྱལ་བ་རིན་པོ་ཆེ་ལ་དྭགས་དྲ་ལམ་དུ་མཚན་མོ་དང་འབྲེལ་བའི་ཐད་ལ་སྤྱི་ཡོངས་ནས་ཅིག་ལས་འགུལ་རོགས་དང་སྤྱི་ཚོགས་དྲ་ལམ་གྱི་ཐོག་ལ་གནས་ཚུལ་འགོད་སྤེལ་དང་བརྒྱུད་སྤེལ་དེ་ད་མི་མང་པོ་བྱེད་མཁན་ཚུར་ཤུལ་མེད་པ་གནང་གི་འདུག་དེ་འདྲ་ཡིན་པའི་ཆ་ནས་ད་དེའི་ཐོག་ལ་སོ་སོ་གི་ངོས་ནས་ཅིག་དེ་ག་ས་གའི་ཆ་ཤས་དམིགས་བསལ་ལེན་དགོས་གལ་གནད་དོན་མཐོང་མ་སོང། ཡིན་ན་ལས་ད་དེ་རིང་རྒྱལ་བ་རིན་པོ་ཆེ་ལ་མཚན་མོ་དང་འབྲེལ་བྱས་ནས་བོད་མིའི་སེམས་ཁམས་ལ་ཕོག་ཐུག་ཙམ་མ་ཡིན་པར། བོད་ཀྱི་རིག་གཞུང་དང་ལོ་རྒྱུས་ལ་ཡང་ཅིག་ཕྱོགས་ཁ་ཤས་ནས་འདྲི་གཞི་ལོག་པ་དང་ངོས་འཛིན་ལོག་པ། ཡོང་གི་ཡོད་པ་དེ་ད་བོད་སྤྱིའི་ངོས་ནས་རྩ་དོན་གྱི་ངོས་ནས་གྱོང་གུད་ཅིག། ཆགས་ཡོད་པ་ཡིན་ན་ལས་ད་གནས་སྟངས་དེ་སོགས་ཀྱི་ཐོག་ལ་དེ་ཙམ་གྱི་ཅིག་དོ་སྣང་བཟོ་ཉེན་མེད་པ་ལྟ་བུ་ཅིག་མཐོང་བའི་ཆ་ནས་དེ་ནི་བོད་ཀྱི་ལོ་རྒྱུས་དང་རིག་གཞུང། འགན་འཁྲི་དང་རྩ་དོན་རྒྱ་ཆེ་ས་ཁའི་ངོས་ནས་ཉེན་ཁ་དང་སྐྱོན་ཆག་གི་ཐད་ལ་ད་ང་རང་གིས་ངོས་ནས་གཅིག་ང་ཚོ་བོད་པ་ཚང་མར་གྱི་ཡིད་གཟབ་དགོས་པ་དང་ཞིབ་འཇུག་དགོས་པ་དེ་ཧ་ཅང་གི་གལ་ཆེན་པོ་མཐོང་གི་འདུག་དེ་འདྲ་ཡིན་པའི་རྒྱུ་མཚན་གྱིས་ད་གནད་དོན་དེ་དང་འབྲེལ་བའི་ཐོག་ལ་དེ་སྔོན་བརྙན་ལམ་དུ་གནད་དོན་རེ་ཟུང་ཅིག་ཞུས་ཟིན་པ་ཡིན། ད་དེ་རིང་གཙོ་བོ་རྒྱལ་བ་རིན་པོ་ཆེ་ལ་མཚན་མོ་གི་གནད་དོན་དང་འབྲེལ་བྱས་ནས་བརྙན་ལམ་དེ་ནི Oregon State University གི་མཁས་དབང།

ད། ཁ་སང་སྤྱི་ཟླ་བཞི་བའི་གི་ཚེས་པ་ཉི་ཤུ་གཅིག་གི་ཉིན་མོ་ལ་སྤྱི་ཚོགས་དྲ་ལམ་ཁག་ལ་སྤེལ་ཡོད་རེད། ད། དེའི་ཡིག་ཆ་དེའི་ནང་ལོགས་ལ་ཕྱོགས་གཅིག་ནས་ཆེ་རྒྱལ་བ་རིན་པོ་ཆེ་གི་དགོངས་བཞེད་དང་མཛད་པ་འཕྲིན་ལན་བཅར་བསྡུ་དང་རྒྱལ་བ་རིན་པོ་ཆེ་ལ་ཆེ་དཀར་མདོང་གི་ཚོར་འདུ་བསྒྲགས་གཏམ་དེ་སྤེལ་བ་གང་ཞིག་ལ། ད། ཕྱོགས་གཞན་དག་ནས་བསྒྲགས་གཏམ་དེའི་ནང་ལོགས་ལ་བོད་རང་བཙན་གྱི་ལོ་རྒྱུས་ལ་གོ་བ་ནོར་ཡག་གི་གཞི་རྩ་ཆེན་པོ་གཅིག་དང་དགྲ་བོ་རྒྱ་ནག་གི་སེམས་ཚོར་གྱི་ཐོག་ནས་བོད་རྒྱ་ཁོངས་སུ་བཅུག་པའི་གི་ཚིག་རྒྱུ་ཚབ་ཆེན་པོ་གཅིག་སྒྲ་གདངས་དེའི་ནང་ལོགས་ལ་དཔེར་ཡོད་བ་བཀོད་ཡོད་བ་ད་དེའི་སྐོར་ལ་དེ་རིང་སྐད་ཆ་གཅིག་བཤད་ཡ་ཡིན། དེ་ཡང་གཙོ་བོ་བསྒྲགས་གཏམ་དེ་དང་དེ་ནས་བསྒྲགས་གཏམ་དེ་སྤྱི་ཚོགས་དྲ་ལམ་ཁག་ལ་བརྒྱུད་པར་བཟོ་ཉན་ཚང་མ་ལ་ངོ་རྒོལ་གྱི་ཆེད་དུ་ངས་བརྙན་འདི་བཟོ་གི་ཡོད། ཁོང་ཚོ་གི་སྤེལ་བའི་བསྒྲགས་གཏམ་དེའི་ནང་ལོགས་ལ་ད་ང་ཚོ་གི་ཁས་ལེན་རྩ་བ་ཉིད་ནས་བྱེད་མི་ཐུབ་པའི་གནད་དོན་གཅིག་ག་རེ་འཁོད་ཡོད་ཟེར་ན། བོད་དང་བོད་མི་བོད་པའི་སྤྱི་ཚོགས་དེ་རྒྱ་ནག་གི་སྤྱི་ཚོགས་ཅིག་ཡིན་པ་ནང་བཞིན་གྱི་ཁོང་ཚོ་གི་ཚིག་སྒྱུར་ཅིག་སྤེལ་ཡོད་རེད། དེ་ག་རེ་རེད་ལབ་ན་ང་ཚོ་རྒྱ་ནག་ཕྱི་ལོགས་དང་ནང་ལོགས་གི་བོད་པའི་སྤྱི་ཚོགས་དང་མཉམ་དུ་ཡོད། ད་བྲིས་དེ་བྲིས་ཡོད་རེད་རྡོག་རྡོག་དེ་ཁོང་ཚོ་གིས་ད་ལྟའི་ད་རྒྱ་བ་རིན་པོ་ཆེ་ལ་མཚན་ཤས་དང་འབྲེལ་བའི་བོད་པའི་སྤྱི་ཚོགས་ལ་དཀའ་ངལ་འཕྲད་ཡོད་པའི་ཆ་ནས་ད་ཁོང་ཚོ་བོད་པའི་སྤྱི་ཚོགས་དང་མཉམ་དུ་ཡོད་ཟེར་བྲིས་ཡོད་རེད། བོད་པའི་སྤྱི་ཚོགས་དང་མཉམ་དུ་ཡོད་བྲི་སྟངས་དེ་ག་འདྲས་བྲིས་ཡོད་རེད་ཟེར་ན། We stand with the Tibetan community both inside and outside China today ཟེར་བྲིས་ཡོད་རེད། ད་དེ་ལབ་དུས་ག་རེ་ལབ་དགོས་ཟེར་ན་ང་ཚོ་རྒྱ་ནག་ཕྱི་ལོག་དང་ནང་ལོག་གི་བོད་པའི་སྤྱི་ཚོགས་དང་མཉམ་དུ་ཡོད་ཟེར་ལབ་དུས། བོད་པའི་སྤྱི་ཚོགས་དེ་རྒྱ་ནག་གི་སྤྱི་ཚོགས་ཡིན་པ་ནང་བཞིན་གྱིས། ད་ཁོང་ཚོ་གིས་བྲིས་ཡོད་རེད་རྡོག་རྡོག་དེ་བོད་དེ་རྒྱ་ནག་གི་ད་ཆ་ཤས་ཡིན་པ་ནང་བཞིན་གྱིས་ཁོང་ཚོ་གིས་བྲིས་བྱས་ནས། བོད་གཞིས་བྱེས་གཉིས་དང་བོད་ཕྱི་ནང་གཉིས་ལ་ཡོད་པའི་བོད་པའི་སྤྱི་ཚོགས་དེ་རྒྱ་ནག་གི་སྤྱི་ཚོགས་ཅིག་ཡིན་པ་གས་ད་ཁོང་ཚོ་གིས་དེ་འབྲེལ་གྱི་ཚིག་སྦྱོར་འཁོར་བའི་བསྒྲགས་གཏམ་ཅིག་སྤེལ་ཡོད་རེད། ད་དེ་འབྲེལ་གྱི་བོད་ཕྱི་ནང་གཉིས་ལ་ཡོད་པའི་བོད་པའི་སྤྱི་ཚོགས་དང་བོད་པ་དེ་རྒྱ་ནག་གི་མངའ་ཁོངས་ཡིན་པ་འདྲ་བོ་ཅེས་དྲིས་པ་དེ་རྩ་བ་ཉིད་ནས་ང་ཚོ་གིས་ངོས་ལེན་ཐུབ་ཐབས་མེད་པ་ཅིག་དང་དེ་ནི། དེ་འབྲེལ་གྱི་ཁོང་ཚོའི་བསྒྲགས་གཏམ་ནང་གི་ཚིག་སྦྱོར་དེ་རྒྱ་ནག་གི་ཕྱོགས་ལ་ལངས་བའི་གི་ད་རྫུན་གཏམ་ཁོ་ན་ཡིན་པའི་རྒྱུ་མཚན་གི་ད་ང་འདྲ་བོ་གྱིས་ནི་དེ་ལ་མཐའ་གཅིག་ཏུ་ངོ་རྒོལ་ཡོད་ངོ་རྒོལ་ཡོད་བའི་གི་རྣམ་འགྱུར་དེ་གསལ་པོ་བསྟན་ཡག་གི་ཆེད་དུ་དེ་རིང་ངས་བརྙན་འདི་བཟོ་གི་ཡོད་ལ། ད་ག་ཚོང་ཁོང་ཚོ་གི་བསྒྲགས་གཏམ་དེ་སྤེལ་ཚར་བའི་ཕྱི་ཉིན་དེ་ག་རང་ལ་ང་རང་གི་སྤྱི་ཚོགས་དྲ་ལམ་ངོ་དེབ་གི་ཐོག་ལ་དེའི་སྐོར་ལ་ངོ་རྒོལ་གི་ཡིག་ཆ་ཡི་གེ་གཅིག་བྲིས་བྱས་ནས་ང་རང་གི་ངོ་དེབ་ཐོག་ལ་སྤེལ་ཡོད། ད་ང་སོགས་ཀྱིས་འདི་འདྲ་བྱས་ནས་ཁོང་ཚོའི་བསྒྲགས་གཏམ་དེ་ལ་ངོ་རྒོལ་བྱེད་པའི་གི་སྐབས་ལ་ཁོང་ཚོ་གིས་གཅིག་བྱས་ན། ཤེས་ཡག་ཕ་སའི་བུ་ལ་ཡང་ཡོད་ལ་བ་ནང་བཞིན་འབྲི་ཤེས་ལོག་པ་ཡང་བསྐྱར་རྒྱག་སྲིད་པ་རེད། ཡིན་ན་ལས་དངོས་གནས་ཚུལ་གྱི་ཐོག་ནས། ཡོངས་གྲགས་ཀྱི་ཐོག་ནས་ཁོང་ཚོ་གིས་བཀོད་ཡག་གི་ཚིག་སྒྲུབ་དེ་གི་ཚིག་རྒྱུགས་ཀྱི་གནད་དོན་གྱི་ཐོག་ལ། ང་ཚོས་བེད་སྤྱོད་གཏོང་ཡུལ་གྱི་ཚིག་རྒྱུགས་དེ་ག་རེ་རེད་ལབ་ན། བུ་བཞི་གྱི་གཉིས་ལ་གནས་པའི་བོད་པའི་སྤྱི་ཚོགས། ཡང་མིན་ན་བུ་ཕྱི་ནང་གཉིས་ལ་ཡོད་པའི་བོད་པའི་སྤྱི་ཚོགས་སུ་ད་ང་ཚོ་གིས་ནམ་རྒྱུན་བེད་སྤྱོད་གཏོང་ཡག་གི་ཚིག་གྲུབ་དང་ཚིག་རྒྱུགས་དེ་རེད། ཡིན་ན་ལས་ཁོང་ཚོ་གིས་དེ་འདྲས་ཀྱི་བུ་བཞི་གྱི་གཉིས་དང་བུ་ཕྱི་ནང་གཉིས་རྩ་བ་ཉིད་ནས་མ་ལབ་པ་བྱེད་བྱེད་ནས་རྒྱ་ནག་གི་ཕྱི་ལོགས་དང་ནང་ལོགས་ཀྱི་བོད་པའི་སྤྱི་ཚོགས་སུ་ལབ་བྱེད་ནས། ངེས་པར་དུ་ཁོང་ཚོ་གི་བུ་གི་སྤྱི་ཚོགས་དེ་རྒྱ་ནག་ལ་སྒྱར་དགོས་གི་རྒྱུ་མཚན་ག་རེ་རེད། འདི་ཁོང་ཚོ་གི་ངོ་གཉིས་མ་འཁྲབ་སྟོང་ཅིག་མ་རེད་བས་ངས་དེ་དྲི་བ་དེ་བཏང་གི་ཡོད། ཁོང་ཚོ་གི་དེ་འདྲི་གི་ཚིག་སྒྲོབ་བཟོ་སྟོང། ཚིག་རྒྱུག་སྤེལ་སྟོང་དེ་རྒྱལ་སྤྱིའི་ཐོག་ལ་འགྲོ་མིའི་སྤྱི་ཚོགས་གི་ངན་གཤིས་གི་ནང་ལོག་ལ་ངོས་འཛིན་གི་ནང་ལོག་ལ་བུ་དེ་རྒྱ་ནག་གི་ཁུངས་ཐོག་ཡིན་པའི་ངོས་འཛིན་དང་ཉིན་ཞིག་ཡུང་ཡ་གི་ཐབས་ཤེས་ལོག་པ་གཅིག་གི་ཆེད་དུ། རྒྱལ་སྤྱིའི་ཐོག་དང་རྒྱལ་སྤྱིའི་སྤྱི་ཚོགས་ལ་རྒྱ་ནག་གི་དྲིལ་བསྒྲགས་ལོག་པ་སེམས་ཚོར་བྱེད་སྟངས་གཅིག་དང། ཁོང་ཚོའི་སྐད་ཆ་བཤད་སྟངས་དེ་མི་སེར་སྤེལ་མཁན་དང་དེའི་རྒྱུག་ཁྱི་ཚོ་གིས་མི་སེར་སྤེལ་ཡུལ་གྱི་ལོ་རྒྱུས་རྫུན་བཟོ་བྱེད་སྟངས་ཀྱི་བརྒྱུད་རིམ་གཅིག། ཆགས་ཀྱི་ཡོད་རེད་དེ་འདྲ་ཡིན་པའི་ཆ་ནས་དེ་རིང་ཁོང་ཚོ་གིས་རྒྱ་བ་རིན་པོ་ཆེ་ལ་རྒྱབ་སྐྱོར་ཡོད་མདོག་མདོག་གི་བསྒྲགས་གཏམ་རིང་པོ་ཅིག་སྤེལ་བ་དེ་གའི་དམིགས་ཡུལ་གཙོ་བོ་དང་སྡུར་ས་གཙོ་བོ་དེ་ཡང་ད་ཁོང་ཚོ་གི་ཚིག་སྒྲོམ་འདི་ཆགས་ཀྱི་ཡོད་བ་ཅིག་ང་རང་གི་དོགས་པ་ཡོང་གི་འདུག་དེ་ཡོང་དགོས་ཀྱི་རྒྱུ་མཚན་དེ་ག་རེ་བྱས་ལབ་ན། ཚིག་གྲུབ་གཅིག་ཡིན་པ་ཡིན་ན་ལས་འདི་གི་གནད་དོན་དེ་གཞི་རྩ་ཆེན་པོ་རྒྱ་ཆེན་པོ་གཏིང་ཟབ་པོ། རྒྱ་ནག་གཞུང་གིས་བུ་མཆོག་རྒྱུག་བྱས་ནས་བུ་གི་ལོ་རྒྱུས་མཆོག་རྒྱུག་བྱས་ནས་བུ་རྒྱ་ནག་གི་ཆ་ཤས་ལ་སྒྲུབ་ཡག་གི་རྩ་ཚིག་འདྲ་བོ་དེ་དེ་ཆགས་ཡོད་པའི་ཆ་ནས། འདིའི་གནད་དོན་དེ་དྲི་བ་ཆེན་པོ་གཅིག་དང། གནད་དོན་ཆེན་པོ་གཅིག་ཆགས་ཀྱི་འདུག། དེ་འདྲ་ལབ་པའི་སྐབས་ལ་བསྒྲགས་གཏམ་དེ་དཔེར་ཉན། དང། སྦྲག་བརྡར་སྤེལ་མཁན་གྱི་མིང་གཞུང་ནང་ལོགས་ལ་མི་སུམ་ཅུ་སོ་གྲངས་མི་སུམ་ཅུ་ལྷག་ཅིག་ཡོད་བ་དེ་ཚང་མ་ངའི་མཐའ་གཅིག་ཏུ་སྡུག་ཅག་རེད་ལབ་གི་མེད། ཡིན་ནའི་ལས་སྦྲག་གཏམ་དེ་སྤེལ་མཁན་གྱི་ནང་ལོགས་ལ་རྒྱ་ནག་གི་དགོས་མཁོ་སྒྲུབ་མཁན་དང། དེ་ཡང་སྦྲག་གཏམ་འདི་བརྒྱུད་ནས་རྒྱ་ནག་གི་དགོས་མཁོ་གཙོ་སྒྲུབ་བཟོ་མཁན་གྱི་མི་སྣ་བསྒྲགས་གཏམ་འདི་བཟོ་བྷིད་ཀྱི་བརྒྱུད་རིམ་ནང་ལོགས་ལ་སེམས་ཚོར་བྱེད་ཡོད་པ་དེ་ད་གོང་ལ་བཤད་ཆོག་གི་ཚིག་གྲོགས་དེ་གའི་ནང་དོན་གཅིག་པུ་ནས་ཀྱང་རང་འཁྲུག་ཐུབ་པ་ཅིག་ཆགས་ཀྱི་འདུག་ངས་གོང་ལ་བཤད་པ་ནང་བཞིན་དེ་རིང་འདི་ལ་གླེང་ཡག་གི་ཚིག་གྲོགས་དེ་ཚིག་གྲོགས་རྐང་གཅིག་ཡིན་པ་ཡིན་ན་ལས་དེའི་ནང་དོན་དེ་ཧ་ཅང་གི་རྒྱ་ཆེན་པོ་གཏིང་ཟབ་པོ་ཉེན་ཁ་ཆེན་པོ་ཅིག་ཆགས་ཀྱི་འདུག། འདི་གའི་འདི་འདྲའི་གི་གོ་བརྡ་ལོག་པ་སྤྲད་སྟངས་གོ་བ་ལོག་པ་སྤྲད་སྟངས་འདི། ནད་ཡམས་གཅིག་ནང་བཞིན་རྒྱ་ནག་གི་རྒྱུད་རིང་པོ་ལ་རྒྱལ་སྤྱིའི་ཐོག་ལ་བུ་རྒྱ་ནག་གི་ཆ་ཤས་ཡིན་པའི་གི་དྲིལ་བསྒྲགས་ལོག་པའི་གི་རླབས་དང་བྱུས་ཅིག་དེའི་ཆ་ཤས་ཅིག་ཆགས་ཀྱི་འདུག་མདོར་བསྡུས་ན་འདི་རྒྱ་ནག་གི་བུ་རྒྱ་ཁོངས་སུ་ཡུན་རིང་པོ་ལ་སྒྲུབ་ཐབས་བྱས་པའི་གི་ད་ཆ་ཤས་གི་ཆེན་པོ་ཅིག་དེ་རིང་གི་ཁོང་ཚོའི་གི་བསྒྲགས་གཏམ་གྱི་ནང་ལོགས་ལ་བསྐོ་བཞག་དེ་འདྲ་ཡིན་པའི་ཆ་ནས། ངོ་རྒོལ་མཐའ་གཅིག་ཏུ་ཡོད། འདི་མི་རིགས་གཅིག་དང་སྤྱི་ཚོགས་གཅིག་དེ་ཡང་རྒྱལ་ཁབ་ཅིག། བསྒྲགས་གཏམ་འདི་གི་བོུ་དེ་རྒྱ་ནག་གི་མངའ་ཁོངས་ལ་ནང་འདྲེན་བཟོ་གི་འདུག་འདི་མི་སེར་སྤེལ་མཁན་གི་དྲིལ་བསྒྲགས་ལོག་པ་མི་སེར་སྤེལ་ཡུལ་གྱི་སྤྱི་ཚོགས་དང་མིའི་སེམས་ཁམས་ཀྱི་ནང་ལོགས་དང་རྒྱལ་སྤྱིའི་མི་མང་གི་བློ་ངོར་ལ་ཐབས་མཁས་པོ་གི་སེམས་ཚོར་བྱེད་སྟངས་ཀྱི་རེད། ཁོང་ཚོ་གི་དེ་འདྲས་གི་རྒྱལ་བ་རིན་པོ་ཆེ་ལ་དཀར་མདོང་བཟོ་གི་ཡོད་མདོག་མདོག་གི། བསྒྲགས་གཏམ་དེའི་ནང་ལོགས་ལ་བོད་ཆེ་ངག་རྒྱལ་ཁོང་ལ་སྒྲུབ་ཡག་གི་འདི་འདྲས་གི་ཚིག་རྒྱུགས་སྤེལ་ཡག་དེ། ཕྱོགས་གཅིག་ནས་རྒྱལ་བ་རིན་པོ་ཆེ་དང་བོད་ཀྱི་སྤྱི་ཚོགས་ལ་རྒྱབ་སྐྱོར་ཡོད་གདུང་སེམས་མཉམ་སྐྱེད་ཡོད་གདུང་འདོགས། ཕྱོགས་གཞན་དག་ཅིག་ནས་བོད་རྒྱ་ཁོངས་སུ་གྲུབ་པའི་རྒྱ་ནག་གི་ཚིག་སྦྱོར་དེ་ག་རང་ཁོང་ཚོ་གིས་བེད་སྤྱོད་གཏོང་གི་ཡོད་བ་དེ། ང་ཚོ་སློང་མོ་བ་ཅིག་ཡིན་པའི་དབང་དུ་བཏང་ན། ཁོང་ཚོ་གི་བྱེད་སྟངས་དེ་སློང་མོ་བ་ལ་ཁ་ཟས་དང་མཉམ་དུ་དོགས་བྲལ་བ་ནང་བཞིན་གྱི་ཆགས་ཀྱི་འདུག། གང་ཡིན་ཞེ་ན། རྒྱལ་བ་རིན་པོ་ཆེ་ལ་རྟོགས་པ་ག་ཚད་མེད་དགོས་ག་ཚད་ཕུལ་བ་ཡིན་ན་ལས་བོད་རྒྱ་ནག་གི་ཁུངས་ཐོག་ལ་བསྒྲོབ་ཚར་དུས། བོད་ཀྱི་རྩ་དོན་ལ་གཏོར་བརླག་བཟོས་ཚར་བ་རེད། བོད་ཀྱི་རྩ་དོན་ལ་གཏོར་བརླག་བཟོས་ཚར་དུས་དེ་བོད་མཆེད་བཅུག་ཡག་གི་གང་ལྟར། བོད་རྩ་མེད་བཟོ་ཡག་གི་བརྒྱུད་རིམ་ཅིག་ཆགས་ཀྱི་ཡོད་རེད་དེ་འདྲ་ཡིན་པའི་ཆ་ནས། དེ་རིང་ཁོང་ཚོ་གིས་ཕྱོགས་གཅིག་ནས་རྒྱ་བར་འབུ་ཆེ་ལ་དཀར་འདོན་དང་རྒྱབ་སྐྱོར། བོད་པའི་སྤྱི་ཚོགས་ལ་གདུང་སེམས་མཉམ་སྐྱེད་ཡོད་མདོག་མདོག་ཕྱོགས་གཅིག་ནས་བོད་དེ་རྒྱ་ནག་གི་སྤྱི་ཚོགས་ཅིག་ཡིན་པ་གི་འདི་འདྲ་གི་ཚིག་སྒྱུར་ལོག་པ་སྤེལ་ཡག་དེ། ངས་གང་ལ་བཤད་བ་ནང་བཞིན་ལྟོ་སློང་མཁན་གཅིག་ལ་ཁ་ལག་དང་མཉམ་དུ་དོགས་བྲལ་བ་དང་གཅིག་པ་ཆགས་ཀྱི་འདུག་མདོར་བསྡུས་ན་ཕ་མ་དེ་བུ་དེ་འཆི་ཡག་གི་བུ་དེ་རྩ་མེད་གཏོང་ཡག་གི་རྒྱ་ནག་གི་དམིགས་ཡུལ་དེ་ཁོང་ཚོ་གི་བསྒྲགས་གཏམ་དེའི་ནང་ལོགས་ལ་སྒྲུབ་ཀྱི་འདུག་དེ་འདྲ་ཡིན་པའི་རྒྱུ་མཚན་གྱིས་ང་བོད་པ་ཅིག་ཡིན་པའི་ངོས་ནས། ཁོང་ཚོའི་རྒྱ་ནག་གི་ཕྱི་ལོགས་དང་ནང་ལོགས་ཀྱི་བོད་ཀྱི་སྤྱི་ཚོགས་ཟེར་བའི་གི་ཚིག་རྒྱུགས་དེ་དཔེར་ནས་བོད་རྒྱ་ཁོངས་སུ་འགྲུབ་པའི་བསྒྲགས་གཏམ་དེ་ལ། ང་བོད་པ་དོན་གྲུབ་ལྷ་དར་གྱི་ངོས་ནས་དགའ་བསུ་མེད་པ་མ་ཟད་མཐའ་གཅིག་ཏུ་ངོ་རྒོལ་ཡོད། བོད་པ་ཚོ་གིས་བསྒྲགས་གཏམ་དེ་འདྲའི་ཅིག་ལ་དགའ་རྟགས་བརྒྱབ་ཡ་དང། བརྒྱུད་སྤེལ། བཟོ་ཡ་དེ་ཧ་ཅང་གི་བློ་ཕམ་དགོས་ཡ་ཅིག་དང་ནོར་འཁྲུལ་ཆེན་པོ་ཅིག་རེད། ང་ཚོ་བོད་པའི་སྤྱི་ཚོགས་ཀྱི་མི་སྒེར་རེ་རེ་དང་སྡེ་ཁག་རེ་རེ་གིས་བོད་དང་འབྲེལ་བའི་གི་འདི་འགྲིག་གི་བསྒྲགས་གཏམ་རྙིང་གི་རེད། ང་ཚོ་གི་རྙིང་གི་རེད་ལ་དགའ་རྟགས་དང་བརྒྱུད་སྤེལ་མ་བཟོས་གོང་ལ་ངེས་པར་དུ་ཞབས་ཚགས་པོ་གི་ལྟ་ཉན་བྱེད་དགོས་དེ་ཧ་ཅང་གི་གལ་ཆེན་པོ་ཆགས་ཀྱི་འདུག་དེ་བས་ཀྱང་ཁེ་ཕན་ཉེན་ཚེ་བ་བཅས་ཀྱི་ཆེད་དུ་ཨ་ནི་ང་ཚོའི་ཆེ་ས་ཀྱི་བུ་གི་རྩ་དོན་ལ་གནོད་བསྐྱེལ་གྱི་ཡོད་བ་གི་གནས་ཚུལ་དེ་ལ་གདམ་ག་མ་ནོར་བ་དགོས་ཡག་མདོར་བསྡུས་ན་སོ་སོའི་ཁེ་ཕན་ཉེན་ཚེ་བ་ལས་བོད་ལ་ཁེ་གྱོང་ག་རེ་ཡོང་གི་ཡོད་བ་གི་གདམ་ག་དེ་མ་ནོར་བ་གཅིག་དགོས་ཡ་དེ་ད་ཧ་ཅང་གི་གེ་ཆེན་པོ་ཆགས་གི་འདུག་ངས་དེ་ཞུ་གི་ཡོད། ད་དེ་འདྲས་གི་བསྒྲགས་གཏམ་ལོག་པ་དེ་ང་ཚོ་བོད་པ་སྒེར་པ་ཁ་ཅིག་གི་དེ་ནི་བརྒྱུད་སྤེལ་དང་ལེགས་སོ་བྱས་པ་བསྔགས་བརྒྱུད་བྱས་བ་མ་ཟད་ད་ང་ཚོ་གི་གཅིག་རེ་བ་བརྒྱབ་ས་ཀྱི་སྲིད་སྐྱོང་ཟུར་པ། གུས་བཀུར་བྱེད་ས་ཀྱི་སྲིད་སྐྱོང་ཟུར་པ། ཁེའུ་བློ་བཟང་སེང་གེ་ལགས་དང་ཨི་ཤེ་ཡའི་བོད་སྐྱིད་རླུང་འཕྲིན་ཁོང། བོད་ཀྱི་དུས་བབ་ཨ་རིའི་བོད་སྐྱིད་རླུང་འཕྲིན་དེ་སོགས་ཀྱིས་ཡང་བསྒྲགས་གཏམ་དེ་བརྒྱུད་སྤེལ་དང་བརྒྱུད་འགོད་བྱས་འདུག་དེ་འབྲེལ་གྱི་རྒྱ་ནག་ལ་དགོས་མཁོ་སྒྲུབ་ཡུལ་གྱི་བསྒྲགས་གཏམ་དེ་འདྲ་གཅིག། བོད་རྒྱ་ཁོངས་སུ་ནང་འདྲེན་བྱེད་ཡུལ་གྱི་བསྒྲགས་གཏམ། ནང་དོན་ལོག་པ་འཁོབ་ཡུལ་གྱི་བསྒྲགས་གཏམ་དེ། བསྒྲགས་གོང་ལ་འཁོད་པའི་གི་སྲིད་སྐྱོང་ཟུར་པ་དང་ཨེ་ཤེ་ཡའི་བོད་སྐད་སྡེ་ཚན། ཨ་རིའི་བོད་སྐད་སྡེ་ཚན་བོད་ཀྱི་དུས་བབ་ལ་སོགས་པ་གིས་བརྒྱུད་སྤེལ་དང་བརྒྱུད་འགོད་བྱས་པ་དེ་ལ་ཡང་ཧ་ཅང་གི་བློ་ཕམ་དང་ངོ་རྒོལ་ཡོད་ངེས་དེ་དེ་གསལ་པོ་བྱས་ནས་ཞུ་གི་ཡོད། དེ་ག་རེ་བྱས་ནས་ཞུ་གི་ཡོད་ལབ་ན། བོད་རིག་པའི་མཁས་དབང་ལབ་དུས་རྒྱལ་སྤྱིའི་ཐོག་ལ་མིང་དང་ནུས་པ་གང་འཚམ་ཡོད་པའི་གི་སྡེ་ཁག་ཆེན་པོ་གཅིག་རེད། ཁོང་ཚོ་གི་མིང་ཐོག་ནི་བོད་ཀྱི་སྤྱི་ཚོགས་དེ་རྒྱ་ནག་གི་མངའ་ཁོངས་ཡིན་པ་ལྟ་བུ་གི་ཚིག་རྒྱུན་འཁོད་པའི་ཡིག་ཆ་འདི་འབྲི་བྱེད་ཕུལ་བའི་སྐབས་ལ། འདི་ཚོ་མ་འོངས་པ་རྒྱ་ནག་གི་བོད་ཀྱི་ལོ་རྒྱུས་མཆོག་གྱུར་དང་བོད་མིའི་སེམས་ཤུགས་དང་སྙིང་སྟོབས་བསྐྱར་ཡག་གི་ཆེད་དུ་བེད་སྤྱོད་ལོག་པ་གཏོང་ཡ་ཡིན་པ་དེ་བརྒྱ་ཆ་བརྒྱ་ནས་བརྒྱ་རེད་དེ་འདྲ་ཡིན་པའི་རྒྱུ་མཚན་གི་ང་ཚོའི་བསྒྲགས་གཏམ་དེ་ཚོ་ལ་ད་ལྟ་ནས་ངོ་རྒོལ་དང། ལན་འདེབས་བྱེད་དགོས་ཡག་གི་གནད་དོན་ཅིག་རེད་མ་གཏོགས་ཡིག་ཆ་དེ་འདྲ་ཅིག་ལ་ང་ཚོ་གི་ལེགས་སོ་དང་རྒྱུས་པེར་བཟོ་ཡག་དེ། བོད་ཀྱི་གཏམ་དཔེ་ལ་དཀར་ནག་གོ་ལྡོག་དང་རོང་པོ་ཆུ་འདྲེན་ལ་ཆགས་གི་ཡོད་རེད། ངས་དེ་གསལ་པོ་བྱས་ནས་ཞུ་གི་ཡོད་སུ་ལ་ཕོག་གི་ཡོད་ན་ལེ། ཁྱེད་རང་ཚོ་གི་བསྒྲགས་གཏམ་དེ་ལ་ངོ་རྒོལ་མ་བགྱིས་བ་མ་ཟད་ད་དུང་ཡང་བསྒྲགས་གཏམ་དེ་ལ་ལེགས་སོ་དང་རྒྱུས་པེར་བཟོ་ཡག་དེ། མི་གཞན་དག་གིས་སོ་སོའི་མགོ་ལ་བཙོག་པ་གཏོང་ཡོང་བའི་སྐབས་ལ་བཙོག་པ་དེ་བཙོག་མ་མ་བཟོ་བར་བྱས་ནས་ད་དུང་ཡང་བཙོག་པ་དེ་སོ་སོའི་ངོ་གདོང་ལ་ཡང་བསྐྱར་འཇོག་བྱས་ནས་དེ་ལ་དྲི་མ་ཞིམ་པོ་འདུག་ཡག་པོ་བྱུང་ལ་བ་ད་གཅིག་པ་ཆགས་ཀྱི་ཡོད་རེད་ད་དེ་ག་ས་ང་ཚོ་གིས་ངོ་ཚ་བོ་སོ་སོའི་སོ་སོ་ལ་བཟོ་གི་ཡོད་རེད། དེ་ག་རེད་ཅེས་ནས་ཞུ་གི་ཡོད་ལབ་ན། ཁོང་ཚོ་གིས་ཕྱོགས་གཞན་དག་ནས་རྒྱལ་བ་རིན་པོ་ཆེ་དང་བོད་ལ་རྒྱབ་སྐྱོར། ཡོ་མདོག་མདོག་གིས་ང་ཚོ་ལ་རྟོག་པ་དང་གདུང་སེམས་མཉམ་སྐྱེས་ག་ཟེ་མི་དགོས་ག་ཟེ་བཟོས་པ་ཡིན་ན་ལེ། དེ་དང་མཉམ་དུ་བོད་དེ་རྒྱ་ནག་གི་མངའ་ཁོངས་ཡིན་པ་བོད་ཀྱི་སྤྱི་ཚོགས་དེ་རྒྱ་ནག་གི་སྤྱི་ཚོགས་ཅིག་ཡིན་པ་གི་དེ་འབྲེལ་གྱི་ཚིག་སྦྱོར་ལོག་པ་སྤེལ་བ་དེ་ལས་སླ་བ་ཅིག་ང་ཚོ་བོད་ཀྱི་སྐོར་ལ་འཁྱོག་རྒྱུག་བཟོ་ཡ་དང་བོད་ལ་དེ་ལས་སླ་བ་གི་གནོད་ཅི་ཡ་གང་ཡོད་མ་རེད། དེ་ལས་སླ་བ་གི་ང་ཚོ་གི་མགོ་ཐོག་ལ་བརྙས་བཅོས་བྱེད་ཡ་གང་ཡོད་མ་རེད། དེ་འབྲེལ་གྱི་ཡིག་ཆ་འདི། རྒྱལ་བ་རིན་པོ་ཆེ་བཀའ་མདུན་བཟོ་གི་ཡུལ་མདོ་མདོ་གི་བུ་རྒྱ་ཁོང་ལ་ནང་འདྲེན་བྱེད་ཆེད་ནས་རྒྱ་ནག་གི་དགོས་མཁོ་གཙོ་སྒྲུབ་བྱས་པ་ཅིག་ཆགས་ཡོད་པའི་རྒྱུ་མཚན་གྱིས། ང་ཚོ་གི་ཁེ་གྱོང་དང་དཀར་ནག་མ་ནོར་བ་དགོས་པ་དེ་ཧ་ཅང་གི་གལ་ཆེན་པོ་རེད། ཁོང་ཚོ་གི་བྱེད་སྟངས་དེ་བོད་ཀྱི་གཏམ་དཔེ་ལ། ལུག་མགོ་སྐྱེས་ནས་ཁྱི་ཤ་བཙོང་ལ་ཡ་བྱོས་རེད་དེ་ནང་བཞིན་ཆགས་ཀྱི་ཡོད་རེད། ཁྲོམ་ར་བཅས་ཀྱི་ནང་ལོགས་ལ་ལོགས་ཀྱི་མགོ་སྐེ་བྱས་ནས་ཕྱི་ཡི་ཤ་དེ་ལོགས་ཀྱི་ཤ་ཡིན་མདོག་མདོག་བྱས་ནས། ཙོང་བ་ནང་བཞིན་གྱི་དེ་འདྲས་ཀྱི་ང་ཚོ་ལ་མགོ་སྐོར་དང་བརྙས་བཅོས་ཐོབ་གསོ་བྱེད་ཀྱི་ཡོད་རེད་དེ་ང་ཚོ་བོད་མི་ཚོ་གི་ཤི་དགོས་ཀྱི་རེད་ཧ་གོ་དགོས་ཀྱི་རེད། མ་གཞི་ནས་ང་ཚོ་བོད་བཙན་པོའི་བུ་རྒྱུད་དེ་ད་ལྟ་དཔའ་བཙན་ལྡན་གྱི་སྡོང་པོ་ལ་བོད་ཆུ་ཤིང་གི་ཡར་ཀ་ཅེས་ལ་བ་ནང་བཞིན་ད་ད་ལྟ་ང་ཚོ་འཐབ་ཟིལ་ཡོད་ཐོག་གི་གནས་ལ་གྱར་བྱས་ནས་གཞན་དག་གིས་ཁེ་བཟང་ཕྲན་བུར་སྤྲད་པ་ཡིན་ན། ཁེ་བཟང་ཉེན་ཚད་པ་དེའི་དོ་བདག་ལ། དེ་དང་མཉམ་དུ་ཆེ་ས་ནས་གྱོང་དང་བརྙས་བཅོས་ག་ཚད་གཏོང་བ་ཡིན་ན་ལས་གྱོང་དང་བརྙས་བཅོས་དེ་སོགས་མ་མཐོང་མདོག་མདོག་མ་ཤེས་མདོག་མདོག་བྱེད་བྱེད་ནས་ད་དུང་ཡང་བརྙས་བཅོས་གཏོང་མཁན་ལ་ངོ་འཛོམས་འཛོམས་དང་སོ་དཀར་དཀར་བསྟན་བསྡད་ཡ་འདི། དངོས་གནས་ཀྱི་ང་ཚོའི་ཁ་སྟབས་དང་ང་ཚོ་སོ་སོའི་སོ་སོ་ལ་སྤོབས་པ་འདྲ་བོ་དེ་ཧ་ཅང་གི་ཞན་པོ་ཆགས་བསྡད་པའི་དངོས་རྟགས་དང་ངོ་ཚ་ཅིག་རེད། པས་ང་ཚོ་གི་ཧ་གོ་བའི་ཐོག་ནས་ང་ཚོ་གི་དཀར་ནག་དང་ཡག་ཉེས་དགྲ་དང་གཉེན་མ་ནོར་བ་ཅིག་ངོས་འཛིན་མ་མཐའ་ཡང་དགོས་པ་དེ་གལ་ཆེན་པོ་རེད་དྲན་གྱི་འདུག་ང་ཚོ་གི་ངོས་འཛིན་དེ་དང་རྣམ་འགྱུར་དེ་ང་ཚོའི་རྩ་དོན་ལ་འབྲེལ་བ་ཡོད་པ་མ་ཟད་མ་འོངས་པ་ལོ་རྒྱུས་ནང་ལ་བསྡད་ཡག་ཅིག་རེད། སྤྱི་ཡོངས་ནས་བོད་རིག་པ་ཟེར་བའི་གན་མཁས་པའི་མིང་འཁྱེར་མཁན་ཁག་ཅིག་ད་གནས་ཚད་ཙམ་མ་ཡིན་པར་བོད་ཀྱི་རིག་གནས་ལ་སྤྱི་སེམས་དང། བདེན་དོན་དང་མི་གཤིས་གང་གི་ཐད་ནས་ཡག་པོ་ཡོད་བ་དེ་ད་ཁོང་རྣམ་པ་ཁག་ཅིག་གི་གཏམ་བཤད་དང་བརྩམས་ཆོས་ལས་རང་འཕྲོ་ཐུབ་ཡག་ཅིག་རེད། ཡིན་ན་ལས་བུ་རིག་པའི་གིང་ཁེ་དབང་གི་མིང་ཕྱིར་ལྡན་མཁན་ཁག་ཅིག་གིས་བོད་ལ་རྒྱབ་སྐྱོར་བཟོ་གི་ཡོད་མདོག་མདོག་གིས་ཕྱོགས་གཞན་དག་ནས་རྒྱ་ནག་གི་དགོས་མཁོ་གཙོ་བོ་སྒྲུབ་བྱེད་ནི་བོད་ཀྱི་དཔར་ཡོང་དང་མངའ་ཁོངས་ལ་འཁྱོག་བརྗོད་བྱེད་བྱེད་ནི་བོད་དང་བོད་ཀྱི་རིག་གཞུང་ཚོང་རྫས་སུ་བེད་སྤྱོད་གཏོང་བ་དེ་ཡང་ལོ་རྒྱུས་རེད་དེ་ཡང་ང་ཚོས་ཤེས་དགོས་ཀྱི་རེད། དེའང་ནང་བཞིན་ཁོང་ཚོ་གི་ཕྲུག་ལ་རེག་ཅིག། ནང་ཆོས་ལ་དགའ་བོ་ཡོད་མ་གཏོགས་བུ་དང་བུ་མོ་ལ་དགའ་བོ་མེད་ཟེར་མཁན། རེད་ཅིག་བོད་ལ་དགའ་བོ་ཡོད་དེ་བོད་མི་རིགས་དང་བོད་མི་དམངས་ལ་ཡང་དགའ་བོ་མེད་ལབ་ཉེན། དེ་བས་ཀྱང་ཁོང་ཚོ་གི་ནོར་ལོག་ལ་བོད་རིག་པའི་གི་ལས་རེག་དེ་ལས་ཀ་གི་ངོ་བོ་ཙམ་ལ་བརྩིས་བྱས་ནས་བོད་རིག་པའི་མེན་ཁིང་ནས་ཞིབ་འཇུག་བཟོ་བ་མ་གཏོགས་ཅིག་བོད་གི་བདེན་དོན་དང། བོད་གི་ཆབ་སྲིད་ལ་རྩ་བ་ཉིད་ནས་ཇུས་ཏོག་དང་སེམས་ཁུར་མེད་མཁན་དེ་འདྲ་ཡང་དཔེ་མི་སྲིད་པའི་མང་པོ་ཡོད་རེད། ད་རྒྱུས་ཡོད་ཉེན་མང་པོ་གི་བཤད་གི་འདུག་ཨ། དེ་ཚོའི་གྲས་དེ་མི་གཞན་དག་གིས་ཤེས་པ་ཙམ་མ་ཡིན་པར་ཁོང་ཚོ་གིས་བྲིས་བཞག་པའི་དེབ་དང་རྩོམ་ཡིག་གཏམ་བཤད་དེ་ཚོ་ནས་ཀྱང་རང་འཕྲོ་ཡག་དེ་ཚོའི་གྲས་དེ་རྒྱ་ནག་གིས་ག་འདྲི་ག་འདྲི་བྱས་ནས་བེད་སྤྱོད་བཏང་ཡོད་པ་དེ་ཡང་ང་ཚོ་གིས་མཐོང་ཡག་དང་ཐོས་ཡག་དང་རིག་ཡག་ཡོད་པའི་གནད་དོན་ཅིག་རེད། དེ་འདྲ་ཡིན་པའི་ཆ་ནས་བོད་རིག་པའི་གི་ཁེ་དབང་གི་མི་གཞུང་གི་ནང་ལ་ཡོད་ཉེན་དེ་སུས་བྲལ་ཏེ་རྒྱ་ནག་གི་མགྲོན་ཤོག་ཙམ་གྱི་རག་ཡ་གི་ཆེད་དུ། རྒྱ་ནག་གི་ཁེ་ཕན་ཉེན་ཚད་བ་ཙག་ཅིག་གི་དོན་དུ་ཁོང་ཚོ་གི་བོད་དེ་ཚོང་རྫས་རང་ལ་བརྩི་གི་ཡོད་བ་དེ་ཡང། ཁོང་ཚོའི་གྲས་ཀྱི་མི་མང་པོ་བཅས་ཀྱི་འགྱུར་བག་གི་བརྒྱུད་རིམ། ཁོང་ཚོའི་བྱ་སྤྱོད་ནི་ར་འཕྲོ་ཡ་ཡོད་པའི་གནད་དོན་ཅིག་རེད། དེ་ཡང་ང་ཚོས་མ་བརྗེད་པར་དགོས་པ་དང་མ་ནོར་བར་དགོས་པ་དེ་གལ་ཆེན་པོ་འདུག་ངས་དེ་ཞུ་གི་ཡོད། དེ་རིང་གི་བསྒྲགས་གཏམ་འདི་ཡང་ཁོང་ཚོ་གི་བོད་ཀྱི་ངོ་སོང་ནས་རྒྱ་གར་རིན་པོ་ཆེ་ལ་རྒྱབ་སྐྱོར་ཡོད་མདོག་མདོག། བོད་པའི་སྤྱི་ཚོགས་དང་རྒྱ་གར་རིན་པོ་ཆེ་ལ་གདུང་སེམས་མཉམ་སྐྱེད་ཡོད་མདོག་མདོག་གིས། རྒྱལ་བ་རིན་པོ་ཆེ་ལ་རྒྱབ་སྐྱོར་གྱི་བསྒྲགས་གཏམ་གྱི་དཔེར། དེ་དང་མཉམ་དུ་རྒྱ་ནག་གི་ངོ་སྲུང་བྱས་ནས་བོད་རྒྱ་གོང་རིམ་གདོང་ཐོག་གི་རྒྱ་ནག་ཕྱི་ནང་གི་བོད་ཀྱི་སྤྱི་ཚོགས་ཟེར་ལབ་བྱས་ནས་རྒྱ་ངོ་དང་བོད་མོ་བོད་ངོ་གཉིས་ཀ་སྲུང་བྱས་ནས། རྒྱ་ཡི་ངོ་ཡི་སྲུང་བོད་ཀྱི་ངོ་ཡི་སྲུང་བྱས་ནས་པིར་བྷི་ཁེ་དེ་རིང་གི་བསྒྲགས་གཏམ་འདི། ཁོང་ཚོ་གིས་བོད་འཇི་བའི་ཐོག་ལ་རྡོག་བརྫིས། བོད་དེ་ཚོང་རྫས་ལ་བརྩིས་བྱས་ནས་བསྒྲགས་གཏམ་འདི་འདྲ་ཅིག་སྤེལ་བ་དེས། ང་ཚོ་གི་ཡག་རྡོ་ཧ་གོ་དགོས་ཡ་དང། ང་འདྲ་བོ་ཅིག་ནི་དེ་ཡག་མདོག་དེ་མ་མཐའ་ཡང་ཧ་གོ་ཡོད། ཧ་གོ་ཡོད་པའི་རྣམ་འགྱུར་ཅིག་གི་ཆེད་དུ་འདིར་བརྙན་ལམ་ལ་དོང་བསྡུས་ཡོད། བསྒྲགས་གཏམ་འདི་གའི་དགེ་སྐྱོན་གཉིས་དང་བོ་ལ་ཁེ་སྐྱོན་གཉིས་ནི་ཅུང་ཆེ་ཡ་ཡོད་པ་དེ་རྒྱུགས་མི་དགོས་པ་ཅིག་རེད་ག་རེ་བྱས་ནས་ཞུ་གི་ཡོད་ལབ་ན། བོད་རྒྱ་ནག་གི་མངའ་ཁོངས་ལ་འབྲོབ་ཚར་བའི་རྗེས་ལ་བོད་ཀྱི་གནས་སྟངས་བྱེ་བྲག་པ་དང་མི་བྱེ་བྲག་པ་ག་འདྲ་ཅིག་ལ་རྒྱབ་སྐྱོར་དང་བསྔགས་བརྗོད་བཟོས་པ་ཡིན་ན་ལས་ཆེ་ས་བོད་ཀྱི་རྩ་དོན་ལ་གནོད་བྱས་ཚར་བ་རེད། དེ་ཧ་གོ་བའི་ཐོག་ནས་དེའི་རྩིས་བསྐོར་བའི་ཐོག་ནས་བསྒྲགས་གཏམ་འདིའི་རེག་དེ་ལ་བོད་མི་སྒེར་པ་དང། བོད་པའི་སྤྱི་ཚོགས་གཉིས་ཀ་གི་ངོ་རྒོལ་འཐེན་གཏོང་དགོས་བ་གི་གནད་དོན་གཅིག་རེད་མ་གཏོགས་འདིའི་རེག་དེ་ལ་དགའ་བསུ་དང་དགའ་འབོད་འོས་ཡག་གི་གནད་དོན་གཅིག་རྩ་བ་ཉིད་ནས་ཆགས་ཡོད་མ་རེད། སྤྱི་ཡོངས་ནས་ང་ཚོ་འོས་ཐོབ་ཐབས་གཟིགས་དཀའ་སེལ་མི་དགོས་དཀའ་སེལ་ཆགས་ཡོད་བ་ཡིན་ན་ལས། མཆོད་རྟེན་མགོ་མཇུག་ལོག་ན་བོང་རིམ་སྐེད་ལ་ལ་བ་ནང་བཞིན། པོ་ཐོག་ཆོག་ན་རི་ཡི་རྒྱུད་ལ་བ་ནང་བཞིན། ནག་ཚོགས་ཀྱིས་ནག་ཚོགས་ལ་རོང་ཚོགས་ཡོལ་བ་ཅིག་དང་རྩ་སྟོང་ཡོལ་བ་ཅིག་དང། རིན་ཐང་ཡོལ་བ་ཅིག་གི། རང་སྤོབས་རང་ཐང་དེ་དགོས་བ་དེ་སྐད་ཆེན་པོ་ཞི་བོ་རེད། མདོར་བསྡུས་ན་ང་ཚོ་སྤྱི་ཡོངས་ནས་འོས་ཐོབ་ཐབས་གཟིགས་ག་སེ་མེད་འགུལ་ག་སེ་ཆགས་ཡོད་བ་ཡིན་ན་ལས་ང་ཚོ་གི་མི་གཞན་དག་གིས་ང་ཚོ་དང་འབྲེལ་བའི་ཁེ་བསྒྲགས་གཏམ་ཡིན་ན་འདྲ་རྩོམ་ཡིག་ཡིན་ན་འདྲ་གཏམ་བཤད་ཡིན་ན་འདྲ་དེ་ཚོ་ཚང་མ་ང་ཚོའི་དང་ལེན་དགོས་ཡག་གི་གནད་དོན་གཅིག་ཆགས་ཀྱི་ཡོད་མ་རེད། དེ་བས་ན་གཞིས་བུ་རིག་པའི་མཁས་དབང་ལབ་དུས་ཡོད་ཚད་ལ་མགོ་དགོས་ཡག་བྱས་ཏེ་དགའ་བ་སྐྱེ་དགོས་ཡག་གི་རྒྱུ་མཚན་ཡོད་མ་རེད་དེ་ཧ་གོ་དགོས་རེད། ད་དུང་བསྒྲགས་གཏམ་འདི་སྤེལ་མཁན་གྱི་མི་གཞོན་གྱི་ནང་ལོགས་ལ། དུས་རིང་པོ་ལ་ང་རང་གིས་ཧ་ཅང་གི་རེ་བ་དང་གུས་བཀུར་ཞུ་ས་ཀྱི་བོད་པ་ཁག་ཅིག་ཀྱང་འདུག་དེ་སོགས་ལ་དེ་རིང་དེ་བས་ཀྱང་བསྒྲགས་གཏམ་འདིའི་ནང་ལོགས་ལ་རྣམ་པ་ཚོགས་ཀྱི་མིང་བྱང་འཁོད་པ་དེ་ལ་ཧ་ཅང་གི་བློ་ཕམ་བྱུང་ངས་གསལ་པོ་གཅིག་ནི་ཞུ་གི་ཡོད། དེའི་མིང་བྱང་ནང་ལོགས་ལ་ཡོད་པའི་བོད་པ་ཁྱེད་རང་ཚོ་གིས་ཁྱེད་རང་ཚོ་བོད་པ་ཡིན་པ་མ་བརྗེད་པའི་ཐོག་ནས། ངེས་པར་དུ་བོད་ཀྱི་ལོ་རྒྱུས་དང་བོད་ཀྱི་ངོས་འཛིན་ལ་བརྩི་བཀུར་སྲུང་སྐྱོབ་དགོས་ཀྱི་འགན་འཁྲི་དེ་བརྗེད་ན་འགྲིག་གི་མ་རེད། འགྲོ་བ་མི་གཅིག་དང་ལྷག་པར་ང་ཚོ་འདྲ་བོ་རྒྱལ་ཁབ་དགྲ་ཡི་ལག་པ་ལ་ཚུད་ནས། སོ་སོ་རང་དབང་ལུང་པ་ལ་ཡོད་པའི་བོད་པ་གཅིག་གི་ངོས་ནས། གོ་སྐབས་ལས་ཀྱང་མི་རིགས་དང་མི་ཡི་གཤིས་ཀ་དང། མི་ཡི་ལ་རྒྱ་དེ་གལ་ཆེན་པོ་ཡིན་པ་གི་དྲན་སྐུལ་ཞུ་གི་ཡོད། ངས་དེ་སྔོན་རྩོམ་ཡིག་དང་བརྙན་མང་པོ་གནང་ལོག་ལ་ལབ་མྱོང་བ་ནང་བཞིན། སྐྱོང་ལ་མཛུབ་མོ་བཙུགས་པའི་སྐབས་ལ། བོད་པའི་སྤྱི་ཚོགས་ནང་ལོག་གི་མཐོ་ས་ཆེ་ས་ཚོ་ལ་སྐྱོང་རྒྱུ་ཞུ་བའི་སྐབས་ལ། བཙན་བྱོལ་བོད་མིའི་སྒེར་གཅོད་པ་ཚོ་གིས་མི་མང་གི་ཁ་བཀག་ཡག་གི་ཐབས་ཤེས་ཡག་ཤོས་དེ། ཁོང་ཚོ་གིས་རྒྱུན་རིང་པོ་གཅིག་ལ་ག་རེ་ལབ་གི་ཡོད་ཟེར་ན། ང་ཚོ་ཁ་ནང་ལ་བསྐོར་ནས་སྐད་ཆ་བཤད་རྒྱུ་ཡོད་མ་རེད་ཁ་དགྲ་ལ་བསྐོར་ནས་སྐད་ཆ་བཤད་དགོས་རེད་ཁོང་ཚོས་ལབ་གི་ཡོད་རེད། དེའི་སྐད་ཆ་བཤད་སྟངས་དེ། བཙན་བྱོལ་སྤྱི་ཚོགས་ཀྱི་སྒེར་གཅོད་པ་ཚོ་གིས་རུལ་སོང་པ་ཚོ་གིས་ཁོ་རང་ཚོ་གི་ནག་ཉེས་འགེབས་སོང་བཟོ་ཡག་གི་ལག་ཆ་ཡག་ཤོས་གཅིག་རེད། བོད་པའི་སྤྱི་ཚོགས་ཁ་བཀང་ཡག་གི་ཐབས་ཤེས་ཡག་ཤོས་ཅི་རེད། དེ་འདྲའི་སྐད་ཆ་རྒྱུན་རིང་པོ་བཤད་པའི་རྒྱུ་མཚན་གྱིས་བོད་མིའི་སྤྱི་ཚོགས་སྤྱི་ཡོངས་ཀྱི་ནང་ལོགས་ལ་བཤད་སྟངས་དེ་ན་ཚ་ནང་བཞིན་ཁྱབ་ཅེས་ནས་མི་ཚང་མ་གི་ཁ་ལ་ད་ལྟ་འགུལ་བྱས་ནས་ལབ་རྐྱང་བྱེད་ཅེས་ནས་ད་ང་ཚོ་ད་ལྟའི་དུས་ཚོད་ལ་ཁ་ནང་ལ་བསྐོར་ནས་སྤྱོད་འཇུག་མ་བྱེད་ཁ་ཕར་ལ་བསྐོར་ནས་སྤྱོད་འཇུག་བྱེད་ལབ་གི་འདུག་བ། དེ་དང་པོ་ཉན་ཡོང་དུས་དང་དངོས་གནས་འདྲ་བོ་འདྲ་ཞིག་ཡོད་རེད་སྙན་པོ་ཡོད་རེད། ཏན་ཏན་རེད་ང་ཚོས་ཁ་དགྲ་ལ་རྒྱ་ཁ་དགྲ་བོ་རྒྱ་ལ་སྐོར་བྱས་ནས་ང་ཚོ་གི་ངོ་རྒོལ་སྐྱོན་བརྗོད་བྱེད་དགོས་ཀྱི་ཡོད་རེད། ཡིན་ནལ་ཁ་དགྲ་དགྲ་བོ་རྒྱ་གཅིག་པོ་ལ་སྐོར་བྱས་ནས་ནང་ལོག་ལ་རུལ་སོང་འཇར་སོང་བ་ནང་རུལ་བ་ཆགས་འགྲོ་བ་དེ་ལ་སྐྱོན་བརྗོད་ཡོ་སྲོང་མ་བྱེད་པ་ཡིན་ན། ནང་བཀྲ་མ་ཤིས་ནས་ཆུ་དྭངས་མ་འགྲུབ་ལ་བ་ནང་བཞིན་ནང་ལོགས་རུས་ཚ་དུས་ཁ་རྒྱ་ལ་བསྐོར་ནས་སྐད་ག་སེ་མི་འགུལ་ག་སེ་རྒྱ་བ་ཡིན་ན་ལས་ནང་ལོགས་རུས་ཚ་དུས་ང་ཚོ་ལ་གྲུམ་འབྲས་སོང་ཡ་གས་ཡོད་མ་རེད་རྩ་སྟོང་ལ་དེ་འདྲ་ཡིན་པའི་རྒྱུ་མཚན་གྱིས་ནང་ལོགས་ལ་རྒྱན་སྟོང་ཅུང་ཟད་དེ་ངན་པར་དུ་འགོ་གི་ཡོད་རེད། དེ་འདྲ་ཡིན་པའི་རྒྱུ་མཚན་གྱིས་ངས་ད་ལྟ་རྒྱལ་བ་རིན་པོ་ཆེ་ལ་མཚན་མོ་གི་གནད་དོན་དང་འབྲེལ་བའི་ཐོག་ནས་ང་ཚོ་གི་འཐུར་ཤུལ་ག་རེ་འགྲོ་གི་འདུག་སྐྱོན་ཆ་ག་རེ་ལྷག་གི་འདུག་དེའི་ཐོག་ལ་ང་ཚོ་གི་ང་རང་གི་ངོས་ནས་གཙོ་བོ་བརྙན་བཟོ་ཡ་དང་རྩོམ་འབྲི་ཡ་གིས་འབད་བརྩོན་བྱེད་ཀྱི་ཡོད། དེ་ངའི་རྩ་དོན་ལ་འགན་ཁུར་གཏོང་བྱེད། ངས་དེ་བོད་ལ་འགན་ཁུར་གཏོང་བྱེད། ཆགས་ཀྱི་ཡོད། དེ་རིང་གི་བརྙན་འདི་ཡང་དེའི་ཆ་ཤས་ཅིག་ཡིན། ད་ལྟ་ངས་བཤད་ཡག་གི་གནད་དོན་འདི། རྩ་དོན་དང་ལངས་ཕྱོགས་ལ་ཐུག་པའི་གནད་དོན་བྱིན་པའི་རྒྱུ་མཚན་གྱིས་རྩ་དོན་དང་ལངས་ཕྱོགས་ལ་ཨ་ཏི་སྣང་མེད་དུ་འཇོག་རུང་གི་མ་རེད། དེ་བས་ཀྱང་རྣམ་པ་ཚོ་གིས་ནང་འཁོར་ལ་སྐྱོན་བརྗོད་བྱེད་ཆོག་གི་མ་རེད་ཟེར་གྱི་ཡོད་ན། དམངས་ཚོགས་ཀྱི་ཆ་ཤས་གལ་ཆེན་པོ་གཅིག་ལག་ལེན་བསྟར་ཆོག་གི་མ་རེད་ལབ་པ་དང་གཅིག་པ་རེད། འགན་འཁྲི་དང་མི་གཞི་གང་གི་ཐོག་ནས་བསམ་བློ་གཏོང་བ་ཡིན་ན་ལས་སྐྱོང་མེད་ས་གཅིག་ལ་སྐྱོང་བཙོག་བྱས་ནས་སྐྱོང་རྟགས་བསྡད་པ་ཡིན་ན་དེ་ལས་རྒྱུ་འབྲས་དང་འགྲོ་བ་མིའི་མི་ཆོས་གང་གི་ཆ་ནས་ཡིན་མི་རུང་བ་དང་མི་འོས་པ་ཅིག་རེད། ཡིན་ན་ལས་དངོས་ཡོད་ཀྱི་སྐྱོང་ལ་མཛུབ་མོ་བཙུགས་ནས། ནོར་འཁྲུལ་ཡོ་བསྲང་བྱེད་ཡག་དེ་སྤྱི་ཚོགས་ཡར་རྒྱས་དང་ལེགས་བཅོས་ཀྱི་འགན་འཁྲི་སྒྲུབ་སྟངས་ཀྱི་རེད་དེ། སྤྱི་ཚོགས་དེ་ལེགས་བཅོས་དང་ཡར་རྒྱས་ཡོང་ཡག་གི་ལམ་བར་གྱི་རེད། འགྲོ་བ་མི་སྤྱི་ཡོངས་ཀྱི་ལོ་རྒྱུས་ཀྱི་ནང་ལོགས་ལ་དཔར་ཡོང་ཕ་རན་གྱི་ལོ་རྒྱུས་ནང་ལོགས་ལ་རིག་རྩལ་བསྐྱར་དར་ལ་དེ་རྩ་ཆེན་པོ་བརྩི་དགོས་ཡག་དེ་ཡང་འགྲོ་བ་མིའི་སྤྱི་ཚོགས་འདི་ཡར་རྒྱས་དགོས་ཀྱི་ཡོད་ན་འགལ་འདུང་ཅུང་ཟེར་དགོས་ཀྱི་ཡོད་དེ་དེ་བདེན་དཔང་བྱེད་ཀྱི་ཡོད་རེད་རིག་རྩལ་བསྐྱར་དར་གྱི་ལོ་རྒྱུས་དེ་གི། མདོར་བསྡུས་ན། ང་ཚོ་གི་དགྲ་བོ་རྒྱ་ནག་ལ་ཁོང་སེམས་དང་ངོ་རྒོལ་སྐྱོང་རྒྱུ་དང་མཉམ་དུ། ནང་འཁོར་གྱི་སྐྱོང་དང་ནོར་འཁྲུལ་དེ་ཡོ་བསྲང། སྐྱོང་དང་ནོར་འཁྲུལ་ཁས་ལེན་གྱི་ཐོག་ནས་ནང་འཁོར་གུ་ཡངས་དང་སྤྱི་སེམས་ཀྱི་ཆིག་སྒྲིལ་དགོས། རྩ་དོན་དང་བོད་ཀྱི་ཁེ་ཕན་ལ་ཆེ་ས་ནས་སུས་གནོད་བྱེད་ཀྱི་འདུག་ན་དེ་ལ་ཕྱོགས་རིས་ཞེན་དགུ་མེད་པའི་ཐོག་ནས། མཛུབ་མོ་གཅིག་པ་བཙོག་ཐུབ་ཡ་བཙོག་ཕུག་གོ་ཡ་དེ་སྤྱི་ཚོགས་ལེགས་བཅོས་དང་སྤྱི་ཚོགས་ཀྱི་བཙོག་མ་བཟོ་ཡ་རྩ་སྟོང་ལ་འགན་འཁུར་སྟོང་བྱེད་རེད། དེ་འདྲ་ཡིན་པའི་ཆ་ནས་ངས་དེ་རང་གི་བརྙན་འདི་བཟོ་དགོས་ཡ་གི་རྒྱུ་མཚན་ཡང་དེ་ག་རང་ཡིན། ད་མཐའ་མ་དེ་ལ་གང་ལ་ཤེས་པ་ནང་བཞིན་བོད་རིག་པའི་མཁས་དབང་གི་མིང་ཐོག་ནས་བོད་རྒྱ་ཁོངས་སུ་བསྒྲུབས་པའི་གི་ཚིག་རྒྱུགས་འཁོད་པའི་གི་བསྒྲགས་གཏམ་དེ་དང་དེའི་བརྒྱུད་སྤེལ། དེ་ལ་ལེགས་སོ། དེས་སྤྱི་ཚོགས་དྲ་ལམ་ཁག་ལ་ཁྱབ་སྤེལ་བྱས་ནས་ཚང་མ་ལ་མཐའ་གཅིག་ཏུ་ངོ་བོར་ཡོད། དེ་ནས་ངས་བརྙན་འདི། གསན་གཟིགས། གནོད་ཉེན་ཚོགས་མ་ལ་སླར་ཡང་བཀའ་དྲིན་ཆེ་ཞུ་གི་ཡོད་ཐུགས་ཆེ།